ཐེངས་གི་ཁམས་སང་ད་དེ་རིང་གི་སྙིང་དོན་དེ་ག་རེ་ཆགས་བསྡད་དགོས་ཞུ་བ་ཡིན་ན་བཀའ་དྲིན་རྗེས་དྲན་གི་སྙིང་དོན་ཆགས་བསྡད་དགོས་རེད་གང་ཡིན་ཞུ་བ་ན་ཟླ་བ་འདིའི་བཅུ་བའི་ཚེས་ཉིས་སྟག་གསུམ་དེ་བོད་ཕྲུག་ཁྱིམ་སྡེ་དབུ་བརྙེས་ནས་ལོ་ངོ་ཧྲིལ་པོ་དྲུག་ཅུ་འཁོར་བསྡད་ཀྱི་ཡོད་རེད།

ཆུ་ཚོད་ན་ཞབས་ཕྱི་ཞུ་བའི་སྟག་སོ་སོ་རྐང་པ་ལ་ལངས་ཐུ་བའི་སྟག་ཆུ་ཚོད་ན་འགྲོ་ཐུ་བའི་སྤོབས་པ་ཅི་ནས་སྐད་ཆ་བཤད་འཕྲོ་ཡ་དེ་ཚང་མ་སུའི་བཀའ་དྲིན་ལ་བརྟེན་ནས་བྱུང་ལ་ན་ཨེ་ཁོང་རྣམ་པ་ཚོའི་བཀའ་དྲིན་ལས་བརྟེན་ནས་བྱུང་རེད་ཤོད་ཡིན་ད་དེ་འདྲ་སོང་ད་དེ་རིང་གི་དུས་ཚོད་དམིགས་བསལ་མཁས་པ་ཅན་འདི་ལ་བཅུ་བའི་ཚེས་ཉི་ས་སོང་ན་ངས་བོད་ཕྲུག་ཁྱིམ་སྡེ་གི་སློབ་ཕྲུག་ཚང་མིག་གི་ཚབ་ཞུས་ནས་སྙིང་ཐག་པ་ནས།

ད་ལོའི་བོད་ཁྱིམ་ལོ་ངོ་དྲུག་ཅུ་འཁོར་བའི་ཉིན་མོ་འདི་ལ་ནི་ཚང་མར་བཀྲ་ཤིས་བདེ་ལེགས། བཀྲ་ཤིས་བདེ་ལེགས་ངའི་མིང་བསྟན་འཛིན་ཡིན་ཟེར་ཡིན། ང་རང་རོགས་ཆ་ཞང་ཡིན་ན་ཨ་ནི་ཉིས་སྟོང་བཞི་ནས་ཉིས་སྟོང་བཅོ་ལྔ་བར་ཨ་ནི་བོད་ཁྱིམ་སློབ་སྦྱོང་བྱས་བསྡད་ད་ང་རང་བོད་ཁྱིམ་གྱི་སློབ་གསོ་ཞིག་ཆགས་བསྡད་ཡོད། ཨ་ང་རང་ཚོ་བོད་ཕྲུག་ཁྱིམ་སྡེ་གྱི་ད་སློབ་ཕྲུག་རྣམས་ལ་ཨ་ནི་ཕ་མའི་བྱམས་སྐྱོང་དེ་ཨ་ནི་ཁྱིམ་ཚང་པ་ལགས་དང་ཨམ་ལགས་ཀྱི་རྣམས་ཀྱིས་ཨ་ནི་གནང་བ་དང་དེ་ག་ནང་བཞིན་ཨ་ནི་ང་རང་ཚོ་ཤེས་ཡོན་དང་ལམ་སྟོན་དེ་གའི་ཨ་ནི་དགེ་རྒན་རྣམས་པས་ལྷག་བསམ་ཆེན་པོས་ང་ལ་གནང་སོང་ཨ་དེས་ཨེ་ང་རང་གུས་མོས་ཀྱི། ད་ལྟ་དབུ་མའི་བ་ར། བཀའ་དྲིན་ཤིན་ཏུ་ཆེན་པོ་ཡིན་བསམ་གྱི་འདུག་ཨ་དེ་ལ་བཀའ་དྲིན་ཆེ་ཞུ་ཡ་ཡིན། ཨ་ནི་ང་ཚོས་ད་བོད་ཁྱིམ་ནས་སློབ་ཕྲུག་མང་པོ་ཕྱུགས་སྟོང་ཕྲག་མང་པོ་ཐོན་ཡོད་རེད་དེ་ཚོའི་ཚང་མར་ཡ་ནི་རྒྱ་ལ་རྒྱ་ལ་རྣམ་པ་དང་ལས་བྱེད་སུ་ཡིན་ཡ་ཡིན་དེ་ཚོས་བཀའ་དྲིན་རྗེ་གི་རེད་བསམ་གྱི་མི་འདུག་ཨ་ནི་ཚང་མ་ལ་ཐུགས་རྗེ་གནང་དང་ཨ་ནི་བཀྲ་ཤིས་བདེ་ལེགས།

ནས་སུ་བརྒྱ་ལྷབ་འདྲ་སྟེ་རང་གི་ནང་གཉིས་པ་འདྲ་བ་ཞིག་ཆགས་ཀྱི་ཡོད། དེ་རིང་ཡིན་པའི་བསམ་བློ་ལ་ཡང་དེ་རིང་བོད་ཁྱིམ་དབུ་བརྙེས་ནས་ལོ་དྲུག་ཅུ་འཁོར་བའི་ཉིན་མོ་འདི་ལ། བོད་ཁྱིམ་ལ་ཐུགས་རྗེ་ཆེ་ཞུ་བ་དང་འདྲ། མ་ཡུམ་སུ་བརྒྱ་ལྷབ་འདྲ་ལ་ཡང་ཐུགས་རྗེ་ཆེ་ཞུ་བ་ཡིན། ད་ག་ནང་བཞིན་པའི་སུ་བརྒྱ་ལྷབ་འདྲ་ནང་ལ། ཡོད་པའི་ཀྱི་ལས་བྱེད་རྣམ་པ་ད་ལྟ་ས་ཕྱོགས་གང་དུ་བཞུགས་ཡོད་བ་ཡིན་ན། ཁོང་རྣམ་པའི་ཀྱི་བཀའ་དྲིན་ངས་དུས་རྟག་ཏུ་སེམས་ན་ཡོད། མི་ཚང་མ་ལ་ཐུགས་རྗེ་ཆེ་བཀའ་དྲིན་ཆེ་ཞུ་ཡ་ཡིན། ཐོག་མ་དེ་ཚང་ལོ་ཏེས་ལས་ནི་ངའི་མིང་ལ་ཏེ་ཙི་ཐུབ་བསྟན་ཟེར་ཡོད་ར་ཨ་ནི་ཆུང་དུས་འཛིན་གྲྭ་བཅུ་བ་པོ་དུ་གོ་བ་པོ་ཆེ་ནི་བཅུ་གཅིག་བྱུང་ཡིན་སེ་ལི་ཀུའི་འགྲོ་ཡིན་ར།

གཅིག་གི་མི་ཚེ་དང་མདོང་ལམ་གྱི་ཆེད་དུ་དཀའ་ལས་གང་མང་བོ་བྱེད་གནང་བ་བྱས་ལ་ནི་ངས་ཀྱི་དེ་ནི་རེབ་ཤི་ཡ་ཡིན་དེ་ནི་མཐའ་མ་དེ་ལ་ཨ་ནི་ང་ཚོ་གི་ད་ཕྱི་ལོག་བསླབ་གཟི་དང་ད་ལྟ་ཨ་ནི་བསླབ་གྲྭ་འགྲིམ་བཞིན་པའི་གི་བསླབ་མ་ཚང་མས་ཀྱི་ཆེས་བཀའ་དྲིན་ཆེ་བའི་དགེ་བའི་བཤེས་གཉེན་རྣམ་པ་དང་ལས་བྱེད་རྣམ་པ་དེ་ནི་ཁྱེད་ཚོ་ཚང་མ་ལ་ང་ཚོ་ཚང་མས་ཀྱི་དངོས་གནས་སེམས་སྟོང་ནས་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུ་ཡ་ཡིན་དེ་ནི་སླད་མང་བ་ནས་ད་ལྟ་ཡང་མང་ཡང་གོ་ཆེན་འདི་དཀའ་བ་མ་དང་པོ་དེ་ནི་བའི་སྨོན་ལམ་དང་བཅས་ཏེ།

ཨ་སྤྱི་ཚོགས་ནང་ལ་ལ་ཡང་མི་ཚང་མ་མཉམ་དུ་དཔུང་པ་མཉམ་གཤིབ་བྱེད་འགྲོ་ཐུབ་ཡ་དེ། རྒྱ་བ་རོང་པོ་ཆེ་གཙོས་པའི་བོད་གཞུང། ནི་བོད་ཁྱིམ་དང་ནང་ཆེན་དགེ་རྒན་ལས་བྱེད་ཚང་མ་ཡི་བཀའ་དྲིན་ལ་བརྟེན་ནས་གཉའ་ཁྱི་ཆགས་བདེ་བ་ཞིག་ཡིན། ཨ་ནི་ལྷག་པར་དུ་གུས་པས་དེ་ལ་ཡང་དམིགས་བསལ་གྱི་བཀའ་དྲིན་ཆེ་ཞེས་ཞུ་བ་དང་སྦྲགས་ཨ་མ་འོངས་པ་ང་རང་མི་ཚེ་ནང་ལ་ལ་ཡང་བཀའ་དྲིན་ལ་དྲིན་ལན་འཇལ་ཐུབ་ཡ་དེ། གང་ཐུབ་ཅི་ཐུབ་ཀྱིས་ཨ་ནི་འབད་བརྩོན་བྱས་ཡིན། ཨ་ནི་མཐའ་དོན་འདི་ལ་ཡང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་སྐུ་ཚེའི་འཕྲོ་ལོ་ནས་འཕྲོ་ལོ་བརྟན་པ་དང། བོད་ཀྱི་བདེ་ཐང་མྱུར་ནས་མྱུར་དུ་གསལ་བའི་བཀྲ་ཤིས་སྨོན་འདུན་དང་བཅས་བོད་རྒྱལ་ལོ།
ཐོག་མ་དེ་ལ་བོད་ཁྱིམ་མགོ་པ་པོ་ཀྱི་དགེ་ལས་རྣམ་པ་དང། བོད་ཁྱིམ་སྲས་ལུག་སྲས་ལུག་གི་བོད་ཁྱིམ་གྱི་དགེ་ལས་རྣམ་པ། དར་ནག་ཞིང་གི་བོད་ཁྱིམ་ཡོངས་ཀྱི་དགེ་ལས་རྣམ་པ་ཚང་མ་ལ་ཡང་འཚམས་འདྲི་བཀྲ་ཤིས་ལེགས་ཞུ་དང། ཉེས་མེད་ལ་བརྟན་སྲུང་གཙོ་ཡིན། ང་རང་ལྟ་བུ་ཆ་མཚོན་ན་ད། ཆུང་དུས་ནས་བཟུང་བུ་ཆུང་གོའོ་ནི་འཚར་ལོངས་བྱུང་བའི་ར། ང་རང་ཐོག་མར་ཉིས་སྟོང་དྲུག་ལོ་ལ་ཨ་མདོ་རྒྱ་གར་ལས་གླིང་ནས་འདུག་སྟབས་བུ་ཆུང་གོ་པ་པོ་དང་ཚེ་རིང་གཅུ་བོ་དང་ད་ལོ་ཅོག་གསུམ་འདུག་སྟེ་ཤི་རག་མངོན་བ་རག་ནི་དུས་ཡུན་དེའི་རིང་ནི་གོ་པ་པོ་བུ་ཁྱིམ་གྱི་དགེ་རག་རྣམ་པ་དང་ལས་བྱེད་རྣམ་པ་ཚང་མ་ཧ་ཅང་གི་བཀའ་དྲིན་ཆེན་པོ་ཡོད་ར། དེ་ནས་ང་རང་ད་ཚེ་རིང་གཅུ་བ་ཐོན་ཚར་བའི་ཞོགས་པ་ལ་ང་རང་སོ་སོ་གི་སྡོད་མི་ན་བཞིན་ནི་དུ་སེ་ལོས་བོད་ཁྱིམ་དུ་ཨ་ནི་སློབ་སྦྱོང་བྱེད་དགོས་སྐོར་བསྒྲགས་སོང། བྱས་ཙང་ད་དུས་ལོ་གཉིས་དེའི་རིང་ག་ལ་ཨ་ནི་ང་རང་ངོ་གནོང་བར་ཨ་ནི་སེ་ལོས་ཀྱི་བོད་ཁྱིམ་གྱི་དགེ་ལགས་དང་ལས་བྱེད་རྣམ་པའི་ལྷག་བསམ་རེད་ཨ་ནི་སེམས་ཤུགས་རེད། དེ་དག་ལ་བརྟེན་ནས་ང་རང་ད་ཅིག་སྔར་ལྷག་སེམས་ཤུགས་རྒྱས་རེད་ཨ་ནི་གསུངས་ང་ནི་སློབ་སྦྱོང་བྱེད་ལ་འདུན་པ་རྒྱས་རེད་བྱས་ཙང་ད་ཅིག་གང་ཅི་དེ་ལ་ཨ་ནི་ཡག་པོ་བྱུང་ཟེར། ཨ་ནི་མདོར་ན་ད་ཅིག་ང་རང་དང་ད་ཅིག་ཡག་པོ་ཆགས་ཏེ་དེ་གཙོ་བོ་གོང་ཞོག་རེད་ཨ་ནི་ད་ང་ནང་བཞིན་གྱི་ཨ་ནི། བོད་ཁྱིམ་གྱི་མཐུན་རྐྱེན་རེད། དེ་བས་ད་ཅིག་ང་རང་ལ་ནམ་ཞར་དགེ་འདུན་གྱི་ཚོགས་ནང་ལམ་སྟོན་དང་བྱམས་སྐྱོང་གནང་མཁན་གྱི་དགེ་ལགས་རྣམ་པ་དང་ལས་བྱེད་རྣམ་པ་ཚང་མ་ལ་རག་ལས་འདུག་ལ་ཆེ་ཚང་དེ་རིང་གི་གོ་སྐབས་འདི་བརྒྱུད་ནས་ངས་བོད་ཁྱིམ་གྱི་དགེ་ལགས་རྣམ་པ་དང་ལས་བྱེད་རྣམ་པ་སྤྱི་དང་ལྷག་པར་དུ་སེར་ལུས་ཀྱི་དང་བོད་ཁྱིམ་གོ་བ་པོ་གྱི་དགེ་ལས་རྣམ་པ་ཡོངས་ལ་གུས་པས་གོ་སྐབས་འདི་གསུངས།

ཨ་ནི། དོན་གཉིས་ཀྱི་བརྙན་ཐུང་འདི་ལ་ད་གཟོད་དགོས་པའི་རྒྱུ་མཚན་དེ་གཙོ་བོ་ཡིན་ག་རེ་ཡིན་ཟེར་བ་ཡིན་ན་ཨ་ནི། ད་ང་རང་རང་ཉིད་ཀྱི་སྒེར་གཅིག་གིས་ད་མི་ཚེ་གི་ཤེས་ཡོན་ཆེད་ང་ཚོའི་གི་བརྒྱུད་རིམ། ལ་སོགས་པའི་ཤེས་བྱའི་ཡོན་ཏན་ཚང་མ་ཨ་ནི་ང་རང་ད་བོད་ཕྲུག་བོད་ཁྱིམ་རང་ནས་དེ་འདྲས་བྱུང་བཞག་པ་ཅིག་ཡིན། ཨ་ནི་དེ་བཞིན་ང་ཚོའི་གི་བོད་བོད་དོན་ཐོག་ད་བོད་ཀྱི་ཆོས་ཆོས་རིག་གཞུང་ཚང་མ་གི་ཨ་ནི་ད་ཡོན་ཏན་བཅོལ་བ་དེ་ག་འགའ་ལོས་ཨ་ནི་ང་རང་བོད་ཁྱིམ་རང་ནས་དེ་འདྲས་ད། ཅང་ཆེ་བ་བཅས་ཡིན། དེ་འདི་ཡིན་དུས་ཚན་པ་ད་ལྟའི་ང་ཚོས་བཀའ་དྲིན་ཆེན་པོ་ཞུ་འཕྱུར་བ། སོ་སོའི་གི་མི་ཚེ་གི་ད་ཤེས་དོན་ཡིན་དུས། ད་བུ་ཡ་གི་ཡུལ་དེ་བོད་ཁྱིམ་ཡིན་དུས་ཚན་པ་ད་ད་ད་ད། བོད་ཕྲུག་ཁྱིམ་དེ་ལོ་ངོ་དྲུག་ཅུ་འཁོར་བའི་དགའ་སྟོན་དེ་ལ་ང་རང། བོད་བོད་ཁྱིམ་གི་ལས་བྱེད་རྣམ་པ་དང་སློབ་ཕྲུག་རྣམ་པ་དེ་ག་དེ་ནང་བཞིན་གྱི་ང་ཚོའི་གི་ནང་མི་ཚང་མ་ལ་ཡང་འཚམས་འདྲིའི་བཀྲ་ཤིས་བདེ་ལེགས་བྱེད་ངེས་ཀྱི། ག་གང་གི་ནས་ངས་དེ་འདྲས་ཞུས་ཀྱི་ཡིན། ཨོ་ལགས་སོ་ལྟོ་ཅན། མཚང་མོ་ལོ་ཀྲེར་ཏི་ལེ། ངེད་མི་དཔོན་པོ་སུ་རེད་ཡིན། ང་ད་དུང་བོད་ཁྱིམ་ན་སློབ་སྦྱོང་བྱེད་པ་ཡིན། ཨན་ད་རིང། བོད་ཁྱིམ་བཀའ་དྲིན་ཆེན་པོ་རེད་ཨན་བཀའ་དྲིན་ཆེན་པོ། ཡིན་དང་ཡིན་ལུགས་དེ་དོན་ཚན་གཉིས་སྒང་ནས་ཞུ་ཡས་ཡིན། ཨན་དེ་རིང་ནས་མ་ཕྱི་མི་འཇིག་བསྡད་པ་ཡིན་ན། ཨན་སྔོན་འགྲོ་གསུམ་པ་ནས་བྱས་ནས་ང་རང། ཨན་ད་དེང་བོད་ཁྱིམ་ནས་སློབ་སྦྱོང་བྱེད་པར་སོང་ཙང་ཨ་ནི། ཕ་ལ་སྔོན་འགྲོ་གསུམ་པ་སྐབས་ལས་སྐབས་ལ་ལོ་དྲུག་བདུན་ཡོད་ཀྱི་རེད་ཨན་དེ་དུས་གཅིག། ཆུ་ཚོད་བཅུ་བཅུ་ཕྱི་མ་བྱོན་མ་རེད་དེ་དུས་བག་སློབ་གྲྭ་ལ་ནི་ཁྱིམ་ཚང་གཅིག་ནང་འོག་ལ་བླུག་ཨ་ཁྱིམ་ཚང་དེ་ནང་འོག་ལ་ནི་སོ་སོ་གི་ཁྱིམ་ཚང་པཱ་ལགས་དང་ཨམ་ལགས་གཅིག་ཡོད་རེད་པཱ་ལགས་དང་ཨམ་ལགས་དེ་གིས་ང་ཚོ་ལ་ལྟ་སྐྱོང་ཆུ་བོ་རེད་ཞལ་ལག་སྤྲད་ཡས་ནས་རེད་ཞོགས་པ་ཡར་བླངས་ཡས་ནས་རེད་གུར་ལོ་བཀྲུ་ཡས་ནས་ལྟ་སྐྱོང་ཆུ་བོ་རེད་ལྟ་སྐྱོང་ཆུ་བོའི་ཞར་དུ་ཆུ་ལ་ནི་སློབ་གྲྭ་ལ་ཡར་བཏང་དགོས་རེད་སློབ་གྲྭ་ལ་ཡར་བཏང་དུས་ནི་དགེ་རྒན་ཡོད་རེད་སྒང་ལ་དགེ་རྒན་དེ་ཚོས་གིས་སློབ་གསོ་གང་ཡག་ཐག་གཅོད་དགོས་རེད

འོ་དེ་ངའི་དོན་ཚན་དང་པོ་ཡིན། དོན་ཚན་གཉིས་བོ་དེ་ག་དུས་ཡིན་ལ་ན་ང་རང་སྙེ་མ་སློབ་གྲྭ་ལ་ཡོད་བའི་སྐབས་ལ་ནི་ཅིག་སྨྱོ་རྫས་ཀྱི་དེ་འདྲས་ལ་ཏིལ་ཞིག་ལངས་ཤོར་བའི་དཀའ་ངལ་འཕྲད་དུས་ཡན་དེ་ལ་ཡིན་ནས་བོད་ཁྱིམ་གྱིས་ཅིག་དངུལ་ཅིག་བཏང་ནས་ཕར་འགྲོ་སོང་ལྟ་ཡན་འགྲོ་ཅིག་སྨྱོ་རྫས་སྤྱོད་ཐབས་ཁག་བྱས་ལ་དེ་འདྲས་ཀྱི་རོགས་པ་ཡག་པོ་བྱོས་རེད་ལས་ད་ག་རང་ཡིན་ཐུགས་རྗེ་གནང། ངའི་བཀྲ་ཟེར་ལས་དེ་རིང་ཕྱི་ལོ་ཉིས་སྟོང་ཉི་ཤུའི་སྤྱི་ཟླ་བཅུ་བའི་ཚེས་ཉི་ཤུ་རྩ་གསུམ་ང་ཚོའི་བོད་ཕྲུག་ཁྱིམ་སྡེ་དབུ་བརྙེས་ནས་ལོ་ངོ་དྲུག་ཅུ་ཧྲིལ་པོ་འཁོར་བའི་དུས་ཚིགས་སྐྱེལ་པ་བཅས་ཤིག་བྱས་པ་རེད། ཐོག་མར་བོད་ཕྲུག་ཁྱིམ་སྡེ་དེ་ཕྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་ལོ་དབུ་བརྙེས་སྐབས་དེ་དུས་ལོ་མང་ལྔ་བཅུ་ང་གཅིག་ནས་འགོ་ཚུགས་ཆེད་ད་ལྟ་བར་དུ་ཕྱི་ལོ་ཉིས་སྟོང་ཉི་ཤུ་སྤྱི་ཟླ་བཅུ་བའི་ཚེས་ཉི་ཤུ་རྩ་གསུམ་ལ་ངོ་འཕྲོད་ཆེད་ཧྲིལ་པོ་འགོད་ཀྱི་ཡོད་རེད། དེའི་བརྒྱུད་རིམ་ནང་ངས་ང་དང་ང་འདྲ་བའི་སློབ་མ་མང་པོ་ཅིག་བོད་ཕྲུག་ཁྱིམ་སྡེ་ནས་སློབ་སྦྱོང་ཆེད་དུས་ངེས་རིམ་པས་མཐོ་སློབ་འགྲིམས་ཆེད་ད་ལྟ་སྤྱི་ཚོགས་ནང་འགྲིམས་བཞིན་པའི་ལོ་གསོ་མང་པོ་ཞིག་རེད་བསམ་གྱི་འདུག་ང་རང་གྲོས་འཆར་ཞིག་ནང་བོད་ཕྲུག་ཁྱིམ་སྡེ་གྱི་ལོ་གསོ་ཞིང། ཐོག་མར་ང་རང་བོད་ནས་ཡོང་སྐབས་དེ་དུས་ནི།

གང་ཡིན་ཟེར་ན་བུ་ཕྲུག་ཁྱིམ་སྡེའི་འགྲོ་འཆག་ཤེས་ན་ང་རང་གི་མི་ཚེ་ནང་ཧ་ཅང་གི་བཀའ་དྲིན་ཆེན་པོ་དང། ཐོག་མ་ཕ་ཡུལ་བྲལ་བའི་ཉིན་མོ་ནས་མི་ཡུལ་ལས་མི་ཡུལ་ལས་ནས་ང་རང་གི་ནི་བརྫུས་སའི་སྒོ་དང་པོ་དང་ཁྱིམ་ཚང་གཉིས་པ་འགྲོ་ཤེས་ཆགས་ཏེ། ངའི་གཉེན་སྟོན་གྱི་རྒྱུ་ནི་ཚང་མ་ལ་ནི་བཀྲ་ཤིས་ཟེར་འདི་དག་ནི་བུ་ཕྲུག་ཁྱིམ་སྡེའི་བཀའ་དྲིན་ཆེ་དང་ནི། བུ་ཕྲུག་ཁྱིམ་སྡེ་གི་ལས་བྱེད་ཡོངས་རྫོགས་ལ་ཉིན་རྟག་པ་ནས་ཐུགས་རྗེ་ཆེ་དང་བཀའ་དྲིན་ཆེ་ཞུ་ཡ་ཡིན་ད་བཤད་ན། ཚང་མ་ལ་བཀྲ་ཤིས་བདེ་ལེགས། ཨ་ནི། ད་ང་རང་འགྲོ་འཆག་ཤག་ན་ཆོས་འབྱུང་ཡོན་ནི་ལ་དྭགས་བོད་ཕྲུག་ཁྱིམ་ནས་ནང་ལོར་ལ་ཚར་ལོངས་ཆེ། ད་དྭགས་ནང་བཞིན་གྱི་ད་ཏྲི་སི་བི་བོད་ཕྲུག་ཁྱིམ་དེ། ལ་ཡི་དེ་ད་ཚོགས་པ་བོད་མི་སེར་གྱི་རྒྱ་ཆེན་པོ་ཞིག་དང་ཚོགས་པ་བཀའ་དྲིན་ཆེན་པོ་ཞིག་ཏུ་ཆགས་འདོད་ར་ཡ། ད་དྭགས་ནང་བཞིན་ཁྱེད་རང་ཚོའི་ནང་ནས་ད་ཏྲི་སི་བི་ཡན་ལག་འདྲ་མིན་སྣ་ཚོགས་ནས་འདུག་ཟེར་ད་ཕལ་ཆེར་ཡིན་གྱི་རེད་ར། ཨ་ནི། དངོས་གནས་པོར་ང་ཚོ་བོད་མི་སེར་སོ་ལྟས་ཆེན་པོ་ཞིག་ཨུ་ཅི་རེད་ཟེར་ར། ད་ནི་བཞིན་གྱིས་ད་ང་རང་ཚོ་གཅིག་པོ་མ་རེད་ར་ད་ནི་བཞིན་གྱིས་ད་ཡུལ་མི་མང་པོ་ཞིག་ལ་ད་སློབ་ཆུང་གི་ཆང་ཡག་གི་ཡ་ནི་གོ་སྐབས་ད་ནི་བཞིན་གྱིས་ད་གཙོ་བོ་ག་རེ་བོད་མི་བཟང་པོ་ཆགས་ཡ་མི་བཟང་པོ་ཆགས་ཡ་ར་མང་པོ་ཆེན་པོ་ཆགས་ཡ་ནི་མི་བཟང་པོ་ཅིག་དང་ད་ནི་བཞིན་གྱི་ཤེས་ཡོན་ལྡན་པ་ཕྱི་རྒྱལ་ཡུལ་གྲུ་ཁག་གི་ད་མི་མཉམ་དུ་དཔུང་པ་མཉམ་གཤིབ་འགྲོ་ཐུབ་ཡ་ར། ད་འདི་གཙོ་བོ་ད་དམིགས་ཡུལ་དེ་རེད་མ་རེད། ར་ཡ། ད་འདི་ནས་མ་སོང་ཙང་ད་ཀྲི་སི་བའི་བོད་ཕྲུག་ཁྱིམ་སྡེ་ལ་ཡོད་ཆོས་ར་འདི་གཙོ་བོ་དེ་ར་མ་ནོར་བར་ང་རང་ཚོའི་ལྟ་བའི་མི་ཁོག་པའི་ཉིན་རྒྱུན་ལ་ཀོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཐུགས་རྗེ་བཀའ་དྲིན་ཉག་ཅིག་ལ་བརྟེན་ནས་རེད་མ་གཏོགས་ཨ་ནེ་སི་སོ་སྐྱར་གྱི་ལྗོན་ཤག་སྐྱོགས་དེ་འདྲའི་ཁག་པོ་ཞིག་མ་རེད་ར་ཡ། དེ་ནས་བ་སངས་ཙང་ང་རང་ཚོའི་ལྟ་བའི་མི་ཁོག་པ་གཉིས་ཅི་ན་དགོངས་སུ་སྐྱབས་མགོན་ཆེན་པོ་མཆོག་ལ་བཀའ་དྲིན་ཆེ་ཐུགས་རྗེ་ཆེ་ཞུ་ཡི་རང། ད་དེ་ནས་བ་སངས་ཙང་ད་མང་པོ་ཁ་ཆེ་རེད། མི་བཟང་པོ་ཅིག་མི་ཡ་རབས་ལྡན་པ་ཅིག་རང་མང་པོ་ད་སོ་སོ་ཁྱེའུ་ཆགས་ནས་སྤྱི་ཚོགས་ནང་ལོགས་ལ་ཞབས་འདེགས་ཞུས་ཐུབ་ཡ་རང། སྤྱིར་དུ་གཙོ་བོ་མ་རེད།

ཚང་མ་ལ་དྲོད་ཞིག་ལས་ཨ་མདའ་རིང་ང་ད་བོད་ཁྱིམ་འདི་ག་ཚོད་གལ་ཆེན་པོ་ཡང་མེད་འོང་དུས་གོ་ཤེས་ཨ་མདའ་ར་ད་བོད་ཁྱིམ་འདི་ཡོད་བཀའ་དྲིན་ཆེན་པོ་རེད་གལ་ཆེན་ན་ང་རང་ལ་དྲོད་ན་ཅུང་དུས་ནས་བོད་ཁྱིམ་སློབ་གྲྭ་ན་ཚར་དེ་ག་བཞིན་དུ་ད་ཁྱད་པར་དྲོད་དམིགས་ས་ག་ཚོད་མཐོང་སྲིད་ལ་ན་ཕྱི་ལོག་སློབ་གྲྭ་དྲོད་ན་ད་དེབ་རྗེས་ཉལ་ས་ཁ་ལག་ཚང་མ་ལ་དཔེ་ཆ་འདྲ་བ་རག་དངུལ་བཏང་གོ་ར། ད། བོད་ཁྱིམ་འགྲོ་ཡོང་ན་ད། གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་དྲིན་ལ་བརྟེན་ནས་ཨང་ད་ཕིས་འགྲོ་དང་ག་གུས་བཀྲ་བ་མ་རེད་ཨང་ཡམ་འདུག། སོ་སོ་ད་སློབ་སྦྱོང་བྱང་ཡ་བྱེད་དུ་སྦྱིན་བདག་བཙལ་ཨང་འགྲོ་རྒྱུ་ནི་ད་བོད་ཁྱིམ་འདི་འོས་བཀའ་དྲིན་ཆེན་པོ་ཡིན་ཐུགས་ཆེ་གནང། དང་པོ་དེ་ལ་ཚང་མ་བློ་ལ་བཀྲ་ཤིས་བདེ་ལེགས་ཞུ་ཡ་ཡིན་རོགས། ནི་ངའི་མིང་ལ་ཨུ་རྒྱན་ལོས་ཡོད་ནི་ང་ད་རེས་འདི་སྙན་ཐོ་འདི་བཟོ་དགོས་ཀྱི་ནི་རྒྱུ་མཚན་གཙོ་བོ་དེ་ག་རེ་ཡིན་ལ་ན་ནི་ད་ལྟ་ཕྱི་ཟླ་བཅུ་བའི་གྱི་ཟླ་རེ་གཉིས་ཟག་གསུམ་ལ་ནི་བོད་ཁྱིམ་སློབ་གྲྭ་དབུ་བརྙེས་ནས་ལོ་ངོ་དྲུག་ཅུ་འཁོར་བའི་ནི་དུས་ཆེན་ཁེལ་ཡོད་འདུག་རོགས་དེའི་འདི་བསམ་པ་ནི་ད་གུས་པ་རང་ཉིད་ཀྱི་ནི་ད་སྒེར་ངོས་ནས་ནི།

བོད་ཕྲུག་ཁྱིམ་སྡེ་ནང་ལོགས་ལ་སློབ་མ་ཁྲི་ཕྲག་མང་པོ་ཞིག་སློབ་སྦྱོང་བྱེད་རྒྱུའི་གོ་སྐབས་རག་བསྡད་ཡོད་རེད། ད་འདི་གཙོ་བོ་དེ ྋགོང་ས ྋསྐྱབས་མགོན་ཆེན་པོ་གྱི་ཐུགས་རྗེ་བྱིན་རླབས་ལ་བརྟེན་ནས་ཡིན་པ་དང་གཉིས་བ་ནས་ཨ་མ་རྗེ་བཙུན་པདྨ་ལགས་ཀྱི་བཀའ་དྲིན་དང། དེ་དང་འདྲ་བའི་ལས་བྱེད་ཡོད་དོ་ཅོག་གི་སེམས་ཤུགས་དང་ལྷག་བསམ། གང་མང་ཅིག་ལ་བརྟེན་ནས་ནི། ད་ལྟ་ཡིན་ནས་ནི་ད་ཚ་ཚུགས་པོ་ཞིག་སྤྲོ་བསྡད་ཡོད་རེད་བ། ནི། ད་ད་རེས་དུས་ཆེན་འདི་ལ་སྟབས་བསྟུན་ནི་གུས་པ་རང་ཉིད་ཀྱིས་ནི། གོ་སྐབས་འདི་ལེན་ནས་ནི། གཙོ་བོ་ནི་ད། གོང་ས་མཆོག་དང་ནི་ཨ་མ་རྗེ་བཙུན་པད་མ་ལགས་ཀྱི་ནི་བཀའ་དྲིན་དེ་ནི་ང་ཚོ་གི་དུས་ནམ་ཡང་ནི་སེམས་ནང་ཡང་ནས་ཡང་དུ་ནི་དྲན་དགོས་བ་དང་ནི་ལས་བྱེད་ཡོད་དོ་ཅོག་ལ་ནི་ཐུགས་རྗེ་ཆེ་ལ་ནི་འོ་འདི་ཞུ་འདོད་བྱུང་སོང་ནི་ཚང་མ་ལོ། ཐུགས་རྗེ་གནང།